སྤྱོད་ཚུལ་དྲ་རྒྱ་འདི་འདྲིས་ཀྱི་ཚོགས་པ་གཉིས་ཚོང་བྱེད་ཡོད་ང་ར་ཡོད་སོགས་འོ་དེ་ཚུལ་གྱི་ཐོག་ལ་ད་དེ་ནས་ཚོང་དུས་དེ་ཚོགས་ནས་བཟུང་སྟེ་དེ་ནས་དུས་ད་ལྟ་བར་དུ་ད་ནི་ཚིག་མང་པོ་ཅིག་རིགས་ལ་བེད་སྤྱོད་ནས་ད་ཞོལ་པོ་ཅིག་གི་བགྲོ་གླེང་བཤད་ཡག་སྐད་ཆ་མང་པོ་ཞོལ་པོ་ཅིག་བཤད་ཡོད་འདུག་ར་བ་བྱས་ཙང་དེ་ཚོ་འདི་ནི་ངེས་པའི་ཡུན་རིང་གི་འཕྲད་དུ་ཨ་ནི་བས་མི་ཁག་ཅིག་གི་སྐད་ཆ་བཤད་སྟངས་འདི་ཚོ་ད་ཅིག་བདུན་སོང་ལས་ཁང་ཟེར་ཡག་དེ་བས་ཅིག་དཀར་ནག་དབྱེ་འབྱེད་ཐོག་མཁན་དྲ་པོ་དང་འོ་ད་དེ་འདྲི་ར་བོ་ཅིག་ལ་ངོ་འཛིན་བཟོ་གི་འདུག་བ་མི་དེ་དཀར་པོ་ཡིན་ནི་དཀར་པོ་སུ་ཐོན་ངེས་འདུག་ནག་པོ་ཡིན་ནི་ནག་པོ་སུ་ཐོན་ངེས་འདྲ་པོ་དེ་འདྲའི་བྱེད་ལས་ངོ་འཛིན་བྱེད་ཀྱི་འདུག་བྱས་ཙང་དེ་ཡིན་ཙང་ད་ང་ཚོ་གི་ཨ་ནེ་ཀ་སོགས་རུ་སྤྱོད་ཚུལ་འདི་གི་ཁྲོད་དུ་མི་ལོ་སུམ་ཅུ་ལྷག་ཅིག་གི་རིང་ལ་མ་ཎི་ཁ་ཡུ་མང་པོ་ཞིག་པོ་ཆེའི་ཕོག་སྦས་ཀྱི་རྒྱུན་རིང་གི་ཁྲོད་དུ་ཨ་ནེ་ད་རང་ས་གི་བདེ་སྲུང་ལས་ཁང་གི།

གྲོས་ཚོགས་མ་ཚོགས་གོང་ལ་ཟླ་བ་གཉིས་གོང་ལ་བྱུང་ཞེས་བྱུང་སྐད་ཆ་བྱུང་རེད་ཟེར་ཡ་དེ་ཚོ་ཨ་ནི་གྲོས་ཚོགས་ཚོགས་པའི་ཁ་ཐོག་ལས་གླིང་རྩེ་ཞེས་སྦས་རྩེ་ཞེས་ཀོང་རྩེ་ཞེས་དེ་འདྲས་བཤད་ཡ་དེ་སྐད་ཆོ་དེ་བཟོས་བཞག་པ་རེད། ཨ། དེའི་ཁ་ཐོག་དེ་ཨ་ནི་དངོས་ཡོད་གང་བྱུང་པ་དེ་གས་དེ་ཨ་ནི་གསལ་པོ་ཞིག་ཤེས་པ་ཡིན་ན་ཨ་ནི་ཁྱོད་ཚོ། གྲོགས་ཆེན་ཐེག་གི་མ་ར་ལ་ཨ་ནི་རྗེས་མ་ནི་མི་དཀར་པོ་གི་ལས་ཞྭ་མོ་ནག་པོ་གཡུ་ཡས་ཀྱི་བཅུ་བཙུགས་ནོ་ལ་ཨ་ནི་དེ་འདྲིས་ཀྱི་སྐད་ཆོས་དེ་ཡོང་ཡ་ཡོད་ཨ་མ་རེད་བྱས་ཙང་དེ་རེད། ད་དེའི་གར་ཞིག་ནི་སུ་བཞག་པ་རེད་ལབ་པ་ཡིན་ན་དཔེ་མཚོན་གསལ་ཤོས་དེ་ཁོ་རང་སུ་ཁ་ཚིག་འདི་ན་སྐད་ཆོས་བཤད་ཡས་དེ་ད་དགེ་བཤེས་མེ་གླང་ཐང་ཤིང་བཅུ་ཐུ་མེ་གླང་ཐང་ཤིང་དེ་ཨ་ནི་ཤེས་རིག་དགུ་རིག་གི་ད་རྒྱ་གར་གྱི་འདྲེ་ཁང་རྒྱ་ར་ཆེན་པོ་ཞིག་ད་ཧོང་དེའི་ཐོག་ད་དེའི་འདྲེ་ཁང་དེ་ནང་འགྲུལ་པའི་ཁོད་ལ་ཨ་ནི་དཔེ་ཁྱད་གར་ཟ་བ་རེད། ཀ་ལི་ཀ་ཏཱ་གི་གཞུང་ཚབ་ཀྱི་མི་ནོར་ཅིག་ཏུ་ཐོས་པ་རེད། མི་ནོར་དེའི་ཕ་གཞོན་ཆུ་ཤེལ་པོས་སུ་རེད་ཟེར་ལབ་པས་མི་དེ་ལས་སུ་ནང་ལྷན་འགྲོ་ཟེར་གི་འདུག་ཧ་འོ་དེ། སུ་རེད་ཟེར་ལབ་པ་ཡིན་ན། ད་རྒྱ་མི་གི་མི་གཞན་དག་ཞིག་ལབ་གི་འདུག་ག་ད་མི་དེ་སུ་རེད་ཟེར་ལབ་ན་མི་དེ་བལ་པ་བྱས། བལ་པ་དེ་སུ་རེད་ཟེར་ན། ཇོ་པ། ཇོ་པ་ཟེར་ན་ད། ཧ་མོ་གོ་ཡིན་ན་ད་ད་དེ་ཟོང་སྟོང་རིན་པོ་ཆེ་གི་ཕ་ཡི་གཅེས་པ་ཇོ་པ་རེད་པ། བོད་ལས་ཆ་ཆེན་དང་ད་ལ་ཆ་ཆེན་ན་བདེ་ཆེན་རྫོང་ཟེར་ཡས་དེ་ཁུངས་ཐུག་ལོས་རེད་པ།

བྱས་ཙང་དེ་ལྟ། དངོས་ཡོད་གནས་ཚུལ་གཞུང་བཞག་པ་དེར་དེ་འབྲེལ་གྱི་ཟང་ཐོང་རིན་པོ་ཆེ་རེད་བ་ཟང་ཐོང་བཀླག་མཁན་དེས་ཨ་ནི་བྷི་གྷེ་ལས་རྒྱ་ནག་ལ་འགྲོ་ཡས་དེ་གི་རྗེ་ཚོང་ལས་ཁང་གི་སྐད་ཆ་བཤད་ཤེས་པ་བྱུང་ཡོད་རེད་དེ་དུས་རྒྱ་མི་གཞུང་ཚོགས་སྟེང་དུ་ཐུགས་ཕུད་སུ་སྐད་ཆ་བཤད་མྱོང་ཡོད་རེད་མེད་བ།

མི་བསླུ་གཟུགས་གནས་པ་ཐམས་ཅད་སྦུག་གི་སྡིག་གི་ཐོ་ལས་ཆང་ཆོས་ཤེས་ཐོན་མཁན་གྱི་མི་དེ་ཚོ་མེད་པ་སོགས་སྒོ་ནང་ཁར་བྱེད་དགོས་རེད་བསམ་ན་ཨ་ནི་བདུད་སྲོང་ལས་ཁང་གི་ལས་ཀ་བྱེད་མཁན་གྱི་སྤང་བཞག་རྒྱུ་དེ་ཚོ་གིས་ཨ་ནི་རྒྱ་གར་གསང་བ་ལས་ཁང་དེ་ཚོ་ལས་འབྲེལ་བ་བྱེད་ཨ་དེ་ཚོ་གིས་ཡིན་ཟེར་མིན་ཟེར་བྱས་ནས་ཨ་ནི་མི་དེ་ཅི་ལས་འབྲེལ་བ་འདུག་ཟེར་གྱི་གནས་ཚུལ་རྫུན་མ་དེ་འདྲ་སྤྲད་དེ་བདེ་སྲོང་ལས་ཁང་ལ་ལ་བདེ་སྲོང་ལས་ཁང་གིས་ཨ་ནི་བོད་ཀྱི་རྒྱ་གར་གསང་བ་ལས་ཁང་ལས་ལ་ཨ་ནི་དེ་འདྲ་ཡིན་ཟེར་ནས་དེ་ག་ལེར་ག་ལེར་དེ་སྤྱོད་རྩོམ་ལ་ཡར་ཁྱེར་ཨ་ནི་དེ་སྤྱོད་རྩོམ་ལ་སྤྲང་ནས་ཨ་ནི་མི་ནག་པོ་བཟོ་ཡག་གི་དེར།

ད་དངོས་གནས་ཀྱི་ཁོ་མགོ་སྐོར། གནས་ཚུལ་རྫུན་མ་བཤད་ཉེན་དེ་ཚོ་མགོ་སྐོར་ཐེབས་པ་མེད་པ་ཨང་ཁོ་ཚོའི་གིས་སང་ཞིབ་ད་ནི་བདུན་ཚང་ལས་ཁང་བཙུད་པའི་ཚང་མོག་གི་ཟུང་དྲུག་ཐུགས་ལས་བྱེད་པོ་ཡིན་ན་ད་ལྟ་ཤི་ཐོག་བར་སོང་ན་རྒྱ་རི་འབྲོང་མོག་འདི་ལ་ཡང་བྱེད་བ་ཁར་སོང་ན་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་བཀའ་དྲིན་ཆེན་པོ་ཞུ་ཅི་ཡིན་ག་རེ་ཟེར་ན་ཨ་ནི་བས་སོ་སོའི་གི་བདག་མགོ་ཡོད་པའི་ལྷན་ཁང་དེ་ན་བཞག་སོང་ཟེར་ནས་བས་ངོ་ཤ་འདེབས་ནས་ལ་ཡང་བྱེད་བ་བྱེད་ས་དེ་ད་དངོས་གནས་བཀའ་དྲིན་ག་འདྲ་ཟེར་ནས་ཆེ་གི་ཡོད་པ།

ཤུལ་ལུས་ཉིས་སྟོང་བཅོ་ལྔ་གི་ལོ་ལ། ད་ང་ཚོ། ལེ་བར་སྐེམ་པའི་ངོ་རྒོལ་དགྲ་འདི་འདྲ་བྱེད་པའི་སྐབས་ལས་ཨ་ནེ་པའི་ད་པེ། ཅུ་ཚོ་ནས་ལངས་གཞི་མེད་པོ། བརྒྱ་ཆ་བརྒྱ་ཐང་པོ་ནག་པོ་བཞི་བོ་ཅུ་ཟོས་ཡས་ཀྱི་ཐར་ལངས་འདྲ་དང་མ་འདྲ་ཚ་མོ་བཙལ་ནས་ཐ་མ་འདི་ཐ་གཞི་ཡག་ཤོས་འདི་ཁུ་ཚུར་གར་རྙེད་པ་རེད། རོ་སྡེ་སངས་ལས་ཁང་བརྒྱུད་ནས་རྫི་མོ་ག་འདྲ་བཟོས་རེད་ད། ཨ་ནེ། ཤོག་ལྡན་ཚོགས་པས་ཀྱིས་ཨ་ནེ་ཇག་རུང་ཞིག་སྐུ་སྲོག་བླུ་འདྲ་བྱེད་ཀྱི་འདུག།

དངོས་གནས་དྲང་གནས་བཤད་ན་ང་ཚོ་གུས་པ་གཞོན་སྐྱོད་དུ་གནས་ཚུལ་ཆ་ཚང་བ་འདི་ང་ཚོ་མི་མང་གི་ཤེས་ཐུབ་གོ་མེད་པ་ཡིན་ཙང་ཁྱེད་ཚོ་འདི་གུས་ཚོ་ཧ་གོ་གོ། ག་རེ་ཟེར་ན། བེད་གསོ་ལས་ཁང་དང་འབྲེལ་བ་ཟེར་ཏེ། ཡ། ད། སྐུ་ངོ་ཟླ་བ་ཚེ་རིང་གིས་ཨ་ནི་བེད་གསོ་ལས་ཁང་དང་འབྲེལ་བ་ཡོད་མཁན་དང་དུས་བྱ་ཚོ་པ་མ་གཏོགས་གཞན་པ་ཚང་མ་ལས་གཡག་བ་ཡོད་ན་ཨ་ནི་འདུ་ཁང་ཆུ་ཆུ་སྒང་དྲུག་ལས་གཡག་ཡིན་ཟེར་གི་འདུག་ཨ་ནི་ཁོ་རང་གིས་གཡུ་རྫོང་དམ་པའི་ཆོས་ཀྱི་ཇུས་འགོད་ཀྱི་ཚོགས་གཙོ་བཞེས་ནས་ཨ་ནི་བི་ཁེ་ལས། དགུ་བཅུ་གོ་དྲུག་ནས་བཟུང་དགུ་བཅུ་གོ་གོ་གསུམ་གོ་བཞི་དེ་དེ་འདྲའི་ཆེད་ལས་ཡིན་ས། དེ་ནས་ཨ་ནི་བེད།

ཐང་བ་ན་འགྲོ་ཁོ་རང་གི་བུ་བསྟན་འཛིན་ཤར་གྲུ་ཕ་ཁྱི་ཁྲིད་ནས་འགྲོ་ཨ་ནི་བུ་ཁྱི་གོ་མི་ཐང་གི་ད་ཅིག་ཁོ་རང་ཧ་མོ་ངོ་ཤེས་པ་གང་གང་རུ་རུ་བཟོས་ཅིག་ཨ་ནི་ཁོ་རང་བུ་དེ་བུ་ཁྱི་ལ་མ་པ་ཁོ་རང་ཞག་ནས་སླེབས་པར་བ་ཐང་བ་ན་དེ་ཡིན་པ་དེ་རྗོ་རྗོ་བྱ་ང་ནི་ཨ་ནི་པ་ལགས་ཀྱི་ང་ཁྲིད་ནས་ཐང་བ་ན་རྡོ་སོ་སྐྱས་པར་དེ་ནི་ང་ཐང་བ་ན་བསྡད་མི་སྲིད་ནི་ཁོ་རང་རང་གི་བསྟན་འཛིན་ཤར་གྲུ་ཁོ་རང་རང་གི་ཨ་རི་ཨ་རི་གི་རླུང་འཕྲིན་ཁོ་ན་སྐད་ཆ་དེ་བཤད་སོང་བ།

དོན་ང་ལྷོད་ཆེ་བྱུང་བ་ཡོད་རེད་དེ་ཚོ་རྩ་བ་ནས་འདི་སི་གང་ཅིག་གིས་བཤད་མྱོང་ཡོད་ར་ཡོད་མ་རེད་ད་ནངས་ཡིན་ནའི་དུས་བེད་སྤྱོད་དང་བཤད་མཁན་མི་འདུག་བ་དཔེར་ན། ཤུ་ལོ་བཅུ་དུང་དགུ་བཅུ་དགུ་བཅུ་གོ་གྲངས་ཀྱི་ནང་ལོ་ལ་ཨ་ནི་ག་ད་ད་དེ། རྒྱ་ལོ་དན་གྲོ་གི་བུ་ཏིང་ཙི་ཁྱད་གྲོ་དེ་མདོ་སྨད་ཀྱི་སྤྱི་འཐུས་རེད་བ། མདོ་སྨད་ཀྱི་སྤྱི་འཐུས་དེ་དེ་གིས།

ངའི་ལ་ཡ་འདི་བདེ་སྲུང་ལས་ཁང་ཟེར་ནས་སྔར་ནས་ད་ལྟ་བར་དུ་དངོས་ཡོད་གནས་ཚུལ་བྱུང་བཞག་པ་དེ་ལས་ཁོ་ཚོ་གིས་ལ་བོ་བཟོ་གི་མ་རེད་བཟོ་ཡ་ཡོད་མ་རེད་དེ་ཁོ་ཚོ་གི་དམིགས་ཡུལ་དེ་རེད་ཁོ་རང་ཚོ་ཚོ་མ་བཟོ་འདྲུལ་རེད། མ་འབྱོར་བ་དེ་ཚོ་བཟོས་བཞག་པ་མིན་པ་གནས་བཅའ་ཡ་གི་དེ་དག་ལ་ལས་ཁང་འདི་བཟོ་གི་རེད། ད་བས་ང་ཚོ་འདི་ཤེས་དང་ཤེས་བཞིན་པ་རེད་ད་དེ་ཚོ་སྐད་ཆ་མང་པོ་ཞིབ་པོ་ཅིག་བཤད་ཀྱི་ཡོད་རེད་ད་ད་བདེ་སྲུང་ལས་ཁང་གིས་ཕེབས་ན། དཔེར་ན། སོ་སོ་གི་ཕ་ཡུལ་ནས་ཨ་ནེ་གྲྭ་བ་གྲྭ་ཆང་དེ་ཚོས་ཀྱི་སོ་སོ་གི་ཕ་གཅིག་མ་གཅིག་གི་ཨ་ཅག་དེ་ཚོ་ཡིན་ཕྱིར་དཔེ་ཆ་བཏང་བཅོས་དེ་ཚོ་ད་ལྟ་དེ་ཁོ་མ་ཟས་ཅིག་ལས་བན་བདུན་དཔེ་ཆ་བཏང་བཅོས་དེ་བོད་ར་རྒྱ་གར་དེ་ཚོ་པའི་བདེ་སྲུང་ལས་ཁང་གི་ལས་ཀ་བྱེད་མཁན་མི་དེ་ཚོ་གི་མཇུག་ནས་དེ་ཚོ་པའི་རྒྱ་གར་ལས་རྩིས་སྤྲད་པས་རྒྱ་མི་རྣམས་དཔེ་ཆ་ལེན་གི་འདུག་ཟེར་དེ་འདྲས་ཀྱི་ད་བདེན་སོགས་རྩོད་པའི་དེ་པ་གྲྭ་བ་མང་པོ་ལས་དཀའ་ངལ་འཕྲད་བྱས་པ་དེ་ཚོ་ག་ཚིག་ཤེས་བཤད་ཡོད་རེད་བྱས་ཙང།

སྐད་ཆོ་འདི་བཤད་འོ་རེད། དེ་མ་བཤད་པ་ཡིན་ན་ཨ་ནི། ད་ཅི། ག་སོ་བར། མུ་མཐུད་ནས་གར་སོང་ད་ནག། ཅི་སྒང་ལས་དེ་ལས་ཀ་བྱེད་ངེས་དུས་ཚོད་ཀྱི་ཨ་ནི། མི་མང་མགོ་བོ་བཏང་ནས་ཨ་ནི་མི་མང་ནང་ལ་རྡ་སེ་བཟོས་ཀྱི་ལས་ཀ་དེ་ཚང་ག་དུས་ནས་བྱ་གི་མོ་རེད་མི་མང་རྨོ་གཉིད་ལས་སད་ན་དེ་ནས། ཁོ་ཚོ་གི་སྒང་ལ་ག་ཚད་བཤད་ན་ཅིག་ཕན་ཐོག་སུ་ཁེལ་ཡོད་མ་རེད། བྱས་ཙང། དེ་ཙམ་མ་ཟད་ད་ངས་ད་ལྟ་ཞུ་ཡས་ལ་གར་སོང་ན། ད་འདི་ཚོགས་ཐོག་ལ་ཡག་ཤོས་དེ་གར་བྱས་ཡས་རེད་ཟེར་ལ་ན་ཡག་ཤོས་དེ། འོ་ད། དོ་བདག་ཁོ་རང་ངོས་ནས་ཡིན་ན་འབྲང་དུ་འོ་དུས་ཚོད་ངོས་ནས་ད་བེད་ཀྱི་ཀྲུའུ་ཞི་ཀྲོའུ་ཐང་ཞེ་གཉིས་ཀྱི་ཀྲུའུ་ཐང་ཞེ་གཉིས་ཚེ་ཡིན་པས་ཁོང་དཔང་རྟགས་ར་སྤྲོད་ག་རེ་ཡིན་དེ་གྱ་ཚང་མ་ཐོན་རྗེས་རྒྱ་ནག་དབུས་གསང་བ་ལས་ཁང་བར་དུ་གཏུག་དགོས་བར་ད་དབུས་གསང་བ་ལས་ཁང་ལས་ཡིན་ན་ཡང་མི་དང་མི་ཐུག་ཏེ་འགྲོ་དགོས་རེད་མ་གཏོགས་འུ་ནས་ཀྲུའུ་ཐང་ཞེ་གཉིས་མང་བོ་ཞི་བོ་གཅིག་ཡོད་རེད་བྱས་ཙང་སྤྱི་ཚོགས་ནང་ལ་ཟ་ངེ་ཟིན་ངེ་བཟོས་མི་ནག་པོ་ཟོས་ཀྱི་ཐ་ཤི་དེ།

རྒྱ་གར་གཞུང་ལ་རྒྱ་གར་གྱི་དབུས་གསང་བ་ལས་ཁོ་ལ་འགྲེལ་བཤད་ལོག་པ་བཏབ། བོད་ཡིག་གར་སོང་བར་དེ་འདྲས་བཤད་ནས་ཟེར་བས་བཤད། ཨ་ནི་ཐ་མ་ཐ་སྔ་མོ་རྫོགས་དུས་ང་ཚོ་བོད་རྒྱ་གར་གྱི་དབུས་གསང་བ་ལས་ཁོ་ཁོ་རང་གི་མི་གདོང་པ་དང་གདོང་པ་ཐུག་ནས་ཨ་ནི་འདི་འདྲས་མ་རེད་འདི་འདྲས་རེད་དེ་འདི་ཡིག་སྤྲོ་སྟངས་འདི་འདྲས་འདི་འདྲས་བཟོ་རྒྱུ་ཡིན་པ་འདི་ཆ་ཚང་བཤད་དེ་དགོས་ལ་ཨ་ནི་ནཱ་ཁ་ཡ་ད་ད་ས་ཡིག་ད་ད་ཆག་གོ། བྱས་ཙང། འདི་ཚོ་གར་བསམ་ན་ཞིམ་པ་དེ་གས་མ་རེད་དེ་ང་ཚོ། ཡང་རྒྱ་གར་ལ་ཡོད་མཁན་གྱི་དགོན་པ་ང་ཚོ་གི་དགོན་པ་གྲྭ་ས་ཁག་དང་འདི་ཚོ་ལས་ཡག་ཨ་ནི། ནག་པོ་བཟོས་ཡག་དང་འདི་ཚོ་གི་ལས་ཀྱི་གར་སོང་བ་རེད་རྒྱ་གར་ལ་གནས་མ་ཐོ་འདྲ་པོ་བཟོས་ཡག་གི་འགྲེལ་བཤད་ལོག་པ་བཏབ་ཨ་འདི་ཚོ་ལས་ཡག་སྐད་ཅོ་དེ་འདྲ་རེད་དེ་འོ་རེད་བྱས་ཙང་དེ་སྐད་དེ་ང་ཚོ། ནས་བི་གས་སྐབས་སུ་ས་གནས་ས་ཐོག་གི་དེ་ཚོ་ལས་ཤེས་པ་ཙམ་མ་ཡིན་པར་ཁ་ཐུག་ཁོ་རང་གང་ལ་གང་ལ་ཡར་འགྲོ་ནས་ཨ་འདི་རི་འདི་འདི་རེད་ཤེས་ནས་ཨ་ནི་གསལ་པོ་ཆགས་པར་བྱེད་ཙང་དེ་དེ་འདྲ་ཡིན་ཙང་ཨ་འདི་ཚོ་ཐོག་ལ་ངེས་པར་དུ་གསལ་པོ་བཟོ་དགོས་ཡག་གི་རེད་གསང་གོ་བར་ད་ངས་བྱས་ཙང་ངས་ཀྱི། ཅི་ང་རང་གི་གསང་སུས་སུ་གས་མ་རེད་དེ་དེ་སྔ་ཕན་ཆོད་ང་ཚོ་ལུས་ཐོག་ལས་བྱུང་བཞག་པའི་གནས་ཚུལ་འདི་ཚོ་ཤེས་དགོས་རེད་ཨོ་དེ་ངས་ཀྱི་གདན་སའི་དང་པོ་དེ་དེ་འདྲ་རེད་བ་ཅི།